ཨོ་ཡ་ད་དེ་ངས་བཤད་ཡ་དེ་ད་ག་ཚོད་པོ་རེད་འཕྲོད་བསྟེན་ཐོག་ལ་ཡིན། འཕྲོད་བསྟེན་ཐོག་ལ་ཡིན་ཨེ་ནས་ག་ཚོད་པོར་ད་ཅིག་ཆོས་དང་འཇིག་རྟེན་ཨེ་ནས་ག་རེ་བྱས་པ་ཡིན་ན་ཡང་ད་འཕྲོད་བསྟེན་དེ་ཡག་པོ་དགོས་གི་འདུག་ཨེ་འཕྲོད་བསྟེན་ཡག་པོ་མེད་ན་ཨེ་ནས་ཆོས་དང་འཇིག་རྟེན་ག་རེ་ཡིན་ན་ཡང་ད་བྱེད་བྱེད་ཐུབ་གི་མ་རེད་བ་ཡག་པོ་ཅིག་བྱེད་ཐུབ་གི་མ་རེད་བ།

ཨ་ནི་ཁ་སོགས་རེ་ད་ཅིག་དེང་སང་ན་ཤིང་གི་ཅིག་ཨ་ཅིག་ཁྲ་སྐྱ་དང་ཨ་ནི་ཡུལ་གྲུབ་སི་ཡ་དང་དེ་འདྲའི་གི་ཨ་ནི་ཅིག་ད་ས་དེ་འདྲའི་ཡ་ཤི་ད་ཡོང་བ་མ་རེད་དེ་འདྲའི་ཡིན་དུས་ཨ་ནི་ད་ཅིག་ཁ་སོགས་ཤེས་ཡོན་དེ་དཔེ་མི་སྲིད་པའི་ད་འཕྲོད་བསྟེན་ཐོག་ལ་ཤེས་ཤེས་ཡོན་དེ་དཔེ་མི་སྲིད་པའི་ད་ཁ་སོགས་སྐྱོ་བོ་རེད་དེ་ཡིན་ཙང་འཕྲོད་བསྟེན་ཐོག་ལ་དཔེ་མི་སྲིད་དཀའ་ངལ་འཕྲད་ཡོད་རེད་སྙམ་མ་ཨ་ད་ལྟ་ལ་ཡང་ང་ཚོ་འཕྲད་འཕྲད་དང་འཕྲད་བཞིན་པ་རེད་ཅི་རེད་ད་ད་མི་རྒན་པ་ཚོས་ད་དུང་ཡང་ཡག་པོ་མཁྱེན་གི་ཡོད་མ་རེད་ཨ་ནི་གཞོན་པ་ཡིན་ན་ཡང་ད་ཅིག་ཅིག College དང། མཐོ་རིམ་སློབ་གྲྭ་དང་དེ་ག་ནས་ཤིན་ཅིག་མཐོ་སློབ་ཆུང་མོ། University། དང་དུས་ཚོད་སྤྲོ་ཉུང་ངེས་དུ་ཟུག་གི། འཕྲོད་བསྟེན་ཐོག་ལ་ཞི་དྲག་གི་དོ་སྣང་མེད་པའི་ས་རུ་ཞི་དྲག་ཤིན་གྱི་མི་འདུག། དེ་འདྲའི་ཡིན་ཚེ་ད་ཅི། ང་རང་གི་ཉམས་མྱོང་གི་ཐོག་ནས། ནི་ཤེས་ཡག་དེ་འདྲའི་ཡོད་ཨེ་ན་ལྷག་པར་དུ་དེ་ནི་ད་ད་ལྟ་དེ། ཅིག། བོད་ཀྱི་སྨན་གཞུང་དང་ད་ག་ནས་ཞིག་གི་ཕྱི་ལུགས་ཀྱི་སྨན་པ་ཚོ་གི་བཤད་སྟངས་འོག་ད་དེ་འདྲའི་ཐོག་ནས་པར་དེ་ཉིན་ཉིན་སྙུག་ད་ག་ཚོ་ར་མཉམ་དུ་ད་ག་ཚོ་རེ་སྦྲེལ་ནས་བཤད་ཡ་དེ་འདྲ་ཅིག་ཡིན། ད་དེ་སྐབས་སུ་བཤད་ཡ་དངོས་གནས་དེ་ད་དེ་ཡིན་ག་ཚོ་རེ་སྐུ་མཉེ་ཐོག་རེ་ཡིན་སྐུ་མཉེ་སྐུ་མཉེ་ཟེར་གི་རེད་ད་ང་ཚོ་གསོ་བ་རིག་པའི་ཐ་སྙད་ལ་སྐུ་མཉེ་ཟེར་རོ་སྐུ་ཟེར་ན་སྣུམ་དང། བདག་དེ་འདྲས་ཀྱི་རིགས་དེ་ཚོ་བསྐུ་ཡག་དེ་ལ་བསུ་བོ་ལ་བསྐུ་ཡག་དེ་བྱེད། རྙེད་ཟེར་ན་ཨ་ནི་བ། ཧེ། བ་ལ་བསྐུ་སོང། ཕུ་བོ་བཏང་ཡག་དེ་ལ་བ། ཕུ་བོ་བཏང་ཡག་དེ་ལ་བ་འོ་ད་དེ་ལ་བསྐུ་ཉེས་སྟ་གང་བྱུང་མ་ས་ཨ་སི་ཡག་དེ་ལ་བ། མ་ས་ཨ་སི་ཡག་དེ་རེད་ཨེ་ཡིན་ཅི་ལ་འཆལ་བ་ཡིན་ན། འོ་དེ་རེད་ད་དེ་གལ་ཆེན་པོ་ཞུ་ཅི་རེད་ཤ་ད་དེ་གི། བདག་ཁ་སོ་ན་བཟའ་ཞུ་ཅི་ལ་ཕན་གི་འདུག་བ། ན་བཟའ་མང་པོ་ཞུ་ཅི་ལ་ཕན་གི་ཡོད་རེད་ཨེ་ན་བཟའ་ཕན་པ་ཙམ་དུ་མ་ཟད་ན་བཟའ་དངུལ་འབོར་ཅིག་ཡོད་རེད་བ། འོ་དེ་ཡིན་ཙང། ཨ་ཨ་དེ་ང་རང་གི་ཉམས་མྱོང་ཐོག་ལས་དེ་དཔེ་མི་སྲིད་རེད་རིན་པོ་ཆུང་ཙེ་ཟ་ངས་ད་དེ་བཤད་ཐུབ་ན་ཡག་པོ་འདུག་ད་དེ་བཤད་པ་ཡིན་ན་དཔེ་ན་གྲྭ་ཚ་ལ་དཔེ་ཆ་ཤུགས་ཙམ་ཞུ་ལྟ་ངས་དེ་འདྲས་དང་ཨེ་ནི་བར་སྔོན་མ་ང་ཚོ་སྐབས་རེད་ནི་ཕྱི་ཟུར་བཅོ་བརྒྱད་སི་ཏག་རེད་ད་ངོ་ནས་དྲ་ལ་ཧང་སང་ཡ་རེད་ད་དེང་སང་ད་དེ་འདྲས་བེད་རྣ་བ་ལ་མི་འགྲོ་ཡ་དེ་འདྲས་རེད་ད་ཧུམ་ཨོ་ད་དེ་འདྲས་རེད་དེ་འདྲས་ཡིན་ཙང་ད་དེ་འདྲས་དཀའ་ངལ་ཞུ་ཕྲད་པའི་སྒང་ལ་ད་དེ་འདྲས་གི་ཆུ་ཁ་བྱོ་ཡ་འདུག་ཟེར་ཤེས་པ་ཡིན་ན་ཨེ་ད་གཟོད་ག་འདྲས་ཕན་གི་རེད་ད་རོ་བ།

མིག་སེར། ལུས་ཀྱི་ཚད་འཕེལ་ཞིང་སྙིང་བོ་པགས་འཇམ། བལྟས་བྱེད་ཡིན། ཧོ། བལྟས་བྱེད་ད་དེས། དེས་ནི་མགོ་དང་རྣ་བ་དང་རྐང་པ་ཁྱད་པར་རྟག་ཏུ་བསྟན། ད་དེས་ཧོ་དེ་ལ་བད་ཀན་སི་ད་ཏི་མོ་གོ་བ་བྱེད། དེ། ཧོ་རེ་གཅིག་ལོག་བྱས་ན་འགྲིག་འདུག་བད་ཀན་སྐྱེས་དང་མ་ཤོས་དང་བཀྲུ་ཤན། སོགས་དང་བསྐུལ་ཆུག་སྤངས། ད་དེ་ཡང་བྱེད་མི་རིགས་པ་དེ་འདྲའི་ཁ་ཤས་ལས། ནད་པ་ཁ་ཤས་ལ་ཡང་བསྐུལ་ཉེས་དེ་ཡང། མ་བྱས་ན་ཡག་པོ་རེད་ཟེར་ཡ་ཟེར་བ། ཡང་བཞིན་ལས་ནི་ནུས་པ་དང། ད་ཡང་ཕན་ཡང་དེ་འདྲ་བ། ཡང་བཞིན་ལས་ནི་ནུས་པ་དང། མི་ཡི་དྲོད་ཀྱི་ཚིལ་བྲིས་ལ། ལུས་ཀྱི་སྐབས་ཕྱེད་མཁྲེགས་པ་ཉིད། རྩོལ་བ་ལས་ནི་འབྱུང་བར་འགྱུར།

རླུང་ལ་ཕན་པོ་ཡོད་རེད་ཟེར་གྱི་རེད་བ། ད་དེ་གི་བྱུག་པ་དེ་ཡག་པོ་བྱུག་གི་ཡིན་ན་རེད་བ། བྱུག་པ་ལ་ཡག་པོ་ཕུར་བུ་ཡག་པོ་བཏང་རྗེས་སྣུམ་བྱུག་རྗེས་དེ་བྱེད་ཀྱི་ཡིན་ན། ཨེ་ནས་ད། རྒས་པ་སྲ་བ། ད་ལས་སླ་པོ་རྒས་ཀྱི་ཡོད་མ་རེད། ཁ་ཤས་ལམ་སང་རྒས་འགྲོ་གི་འདུག་བ། ལོ་ཉི་ཤུ་སུམ་ཅུ། སུམ་ཅུ་སོ་གྲངས་བཞི་བཅུ་དེ་བ་སླེབས་དུས་རྒས་འགོག་ཆགས་འགྲོ་ངེས་རེད་བ།

རླུང་ལ་ཧ་ལས་པ་ཕན་པོ་ཡོད་རེད། རླུང་འཕགས་དུས་གང་ལ་ཨ་ནི་སྒོ་ནག་དེ་ངན་རེད་ཟེར་མགོ་གཅིག་ཟེར་བིར་ཆགས་དེ་ངན་ཟེར་བག་འགོག་དེ་ཚོ་ནག་དེ་ངན་རེད། ད་ཆུ་ཁ་དེ་ཡག་པོ་ཟེར་ཆུ་དང་བེད་ཁོ་རང་བཞི་བོ་གཅིག་ཕན་གི་རེད་ད་དེ་བརྒྱ་བརྒྱ་བརྒྱ་ཕན་གི་རེད་ད། འདི་ངས་ཉམས་མྱོང་ཐོག་ནས་ཞུ་ཐུབ། འོ་དེ་རེད་དཔེར་ན། འོ་རེད་ད་ཨ་ལས། དེའི་ཕྱིར། དེ་ནི་མིག་གསལ་བོ་ཆགས་གི་རེད་ཟེར་བ་ད། མིག་དེ་ཚོ་གསལ་བོ་ཆགས་གི་རེད།

ཨོ་དེར་ཏེ། ལུས་རྒྱས་ཚད་འཕེལ་སོ་དེ་བ་ཚད་རིང་པོ་ཆགས་ཡག་དང། ལུས་ཤ་དེ་ཚོ་ཡག་པོ་རྒྱས་ཡག་དང། ཨོ་དེ་རེད། ཨེ་ནས་གཉིད་ཡག་པོ་ཁུག་ཡག། ཨོ་དེ་གཉིད་དེ་ཚོ་ཡག་པོ་ཞུགས། གཉིད་ཡག་པོ་ཞུགས་བྱུང་གི་རེད་ད། གཉིད་པས་གཉིད་ཡག་པོ་ཞུགས་ཁུག་གི་རེད་ད་དེ་རེད། ཨེ་ནས་པགས་པ་དེ་ཚོ་འཇམ་པོ། ཨེ་ནས། བལྟས་བྱས་ཟེར་དུས་གང་ན་བལྟས་བྱས་ཡིན་ཟེར་ན་ད། ནུས་པ་ཡག་པོ་རྒྱས་པོ། ནུས་པ་ཆེན་པོ་ཆགས་ཀྱི་རེད། ལས་ཀ་དེ་ཚོ་བྱས་ན་བྱེད་ཐུབ་ངེས། དཀའ་ལས་ལམ་སང་ཕར་ཨང། བོ་དེ་རེད་ཟེར་ད་དེ་འདྲས་རེད་ཟེར། ད་ཁྱེད་སོང་ཨ་ཨོ་ད་སྡུག་བྱས་ནས། ད་གང་བྱས། མིག་གསལ་བ་དང་ལུས་རྒྱས་པ་དང་ཚེ་འཕེལ་བ་དང། ཨོ་དེ་འདྲས་ཀྱི་ད་ད་གནད་འགག་ཞིག་འོ་ཅི་འདུག་ཨ། ཨོ་དེ་རེད་ད་དཔེར་ན་ད་དེ་བྱེད་སྟངས་ཅིག་ངེས་ཅིག། ཨུམ། ད་དེ་ལ་སྣུམ་དེ། དེ Coconut།

ཧང་སང་ཡ་ཧང་སང་ཡ། ཨེ་ནི་མིག་སེར་བོ་ཆགས་ཀྱི་རེད། ལུས་ཀྱི་མདངས་རྒྱས་ཀྱི་རེད། ཨེ་ནི་དེ་ག་ནས་ཤིང་གིས་བྱས་ནས་ཨེ་ནི་གཉིད་ཡག་པོ་ཁུག་གི་རེད། ད་དེ་ཚོ་བདེན་པ་རང་རེད་ད་བརྒྱ་ཆ་བརྒྱ། ཧུང། ད་དེ་ག་ནས་ཤིང་གིས་ཕྱི་རྒྱལ་གྱི་ཨེ་ནི་ད་ད་མེ་ཡོ་ཁི་ལེ་ནིག། མེ་ཡོ་ཁི་ལེ་ནིག་ཁི་ལེ་ནིག་གི། ཡ་དེ་དེ་འདྲ་པོ་འདྲ་པོ་བཟོས་ཤག་ད་ཁོང་ཚོ་གཅིག་པ་གཅིག་པ་རེད་ཤག། ད་ཁོང་ཚོས་ཟེར་ན Anxiety དང་ཨེ་ནི་ག Depression དང

སྨ་ར་སྨར་ཀྱང་དེ་ཡང་བྱས། དེ་ནས་ང་ལ་དེ་འདྲ་བྱེད་ཀྱི་ཡོད། འོ་ད་དེ་ནི་སྣུམ་དེ་ཡག་པོ་བྱེད། སྔོན་ནས་བྱས་སྣུམ་དེ་ཚ་པོ་སྟེ་ཟོས་ན་ཡག་པོ་ཡོད་རེད། རེད་བ། སྣུམ་དེ་ཚ་པོ་སྟེ་ཟོས་ན་ཡག་པོ་ཡོད་རེད་བེད་ཕན་དགོས་ཡོད་རེད། དེ་ནས་ད་ཕུག་གོ་ད། ད་ཕུག་ནས་ད་མགོ་ནས་བཤུ་བ། སྣུམ་ཡག་པོ་བྱུང་ཨེ་ནི་མགོ་ནས་བྱས། མགོ་ནས་ཡག་པོ་ཕུག། མིག་དེ་ཚོ་ཡག་པོ་དེ་བ་ལ་ཡག་པོ་ཕུག་གོ་ད། དེ་བ་ཨེ་འདི་དེ་ཚོ་ལ་ཡག་པོ་ཕུག་གོ་ད། དེ་དེ། ད་གཙོ་བོ་དེ་དེ་རེད་ད་རླུང་ལ་ཕན་ཡོང་བ་ཞུ་བ་ཅོག་རེད། རླུང་ལ་ཕན་ན

འབྲུག་གི་ཕུར་བུ་དང་དེ་ཚོ་གང་ག་ལ་གཟུགས་པོ་འདུག་གང་ག་ལ་སྣུམ་འདུག་ཕུར་བུ་ཡག་པོ་དང་ཕུར་བུ་དེ་མཉེས་བར་དང་གཟུགས་པོ་དེ་མཉེས་བར་འདུག་འདི་ནས་ཇི་ད་ཁྲག་ཁུར་ཡོད་ཁྲག་ཁུར་རྒྱུ་ཡག་པོ་ཆགས་ཀྱི་རེད་དེ་ཁོ་ར་རིགས་མངོན་སུམ་དུ་མཐོང་གི་འདུག་དེ་དེ་བྱས་ན་ནི་ཁོ་ཁྲག་ཡག་པོ་རྒྱུ་གི་རེད་བ་དང་དེ་ད་རེད་བ། ཞེས་འདུག་ཆོས་དང་མ་སོང་ན་ཁོ་བསྡད་བསྡད་གི་ཡོད་རེད་བ། འོ་རེད་ད་ད་ལྟ་ངས་ཅིག་བཤད་ཅིག་ལྷ་བཞག་ཕྱི་ས་ཁྲག་འཁོར་རྒྱུ་ཡག་པོ་ཆགས་དགོས་ཚུལ Blood Circulation ཚུལ་དེ་གལ་ཆེན་པོ་ཞུ་ཅིག་རེད་ཡ། ཁ་ལ་སྨན་པ་ཚོ་གསུང་གི་འདུག་བ་ཁྲག་འཁོར་རྒྱུ་ཡག་པོ་ཆགས་གི་རེད་ཟེར། འོ་ཁྲག་འཁོར་རྒྱུ་ཡག་པོ་ཆགས་གི་རེད་ཟེར་དུས་ག་ལ་ད། ཁྲག་འཁོར་རྒྱུ་ཆགས་ཚེ་ག་ཚོད་ཡོད་ཟེར། རེད་བ། ཁྲག་འཁོར་རྒྱུ་ཡག་པོ་ཆགས་ན་ག་རེ་ཡོད་རེད་ནི། རེད་བ། ཟེར་ན། ཧ་གཟུགས་པོ་དང་པོ་ཆགས་གི་རེད་ཟེར་གཟུགས་པོ་དང་པོ་ག་འདྲ་ཆགས་གི་རེད་ཟེར་འོ། དེ་དེ་རྒྱུ་མཚན་དེ་ང་ཚོ་ཏན་ཏན་རང་ཤེས་ཐུབ་མ་གདའ། དེ་ཡིན་ཙང་ཁྲག་འཁོར་རྒྱུ་ཡག་པོ་ཆགས་ཟེར་ན་ཁྲག་དེ་ཡག་པོ་གཟུགས་པོ་ནང་ལ་ཡ་ཨ་ནི། མགོ་ནས་ཤུགས་པ་དུ་དག་གློ་བ་དང་མཆིན་པ་དང་སྙིང་དང་ཀླད་པ་དང་ག་ས་ག་ལ་ཡག་པོ་ཅིག་འགྲོ་གི་ཡོད་ས་རེད་བ། ཁོ་ཅུང་སེམས་ཚེར་བ་ཡག་ཁོ་ར་རྒྱབ་ཆེ་འགྲོ་འགྲོ་བའི་སྐད་ཆ་རེད་བ། ཡག་པོ་འགྲོ་ཐུབ་ཡོད་ས་རེད་བ། འགྲོ་ཡིན་ན་ཨ་ནི་ད་དགེ་སེང་ག་རེད་རེད་ཟེར་ན། ཨོའོ་ད་དེ་གི་ཨ་ནི Oxygen ཁྱི་འགྲོ་གི་རེད་ཟེར་ད། གནས་སོ་སོ་ལ་ཡང། ཨོག་སི་ཅན་ཟེར་ན་དག་འཚོ་རླུང་ཟེར་དར་བ་འང་ཚོ་ཟེར་ན། ང་ཚོ་གཟུགས་པོ་འཚོ་ཡ་དེ་དག་སྲོག་འཚོ་ཡ་གི་རླུང། ཅིག་དར་བ་དེ་ལ་ཨོག་སི་ཅན་ཟེར་དར་བ། ཨོག་སི་ཅན་དེ་ནི་གཟུགས་པོ་ནང་ལ་ཡང་ཁ་ས་ག་ལ། སྙིང་དང་གློ་བ་དང་མཆིན་པ་དང་ཀླད་པ་དང་དེ་ཚོ་གང་ག་ནང་ལ་ཡང་ན་ཨོག་སི་ཅན་ཁེལ་འགྲོ་གི་རེད་བྱས་ཚེ། ཁྲག་དེ་རྒྱུ་བུ་ཡང་བུ་རྒྱུ་དེ་གང་ཨོག་སི་ཅན། འཚོ་རླུང་དེ་སྙོམས་འདོར་རྒྱུ་གི་རེད་བྱས་ད། ཨེ་འཚོ་རླུང་དེ་གི་ཨེ་ནི་ཁ་ས་ག་ལ་ཀོ། ག་བ། གོ་ས་དེ་ལ་སྐྱེས་ཐུབ་ཡོད་ས་ར་བ། དེ་གཅིག་བྱས། ཨ་རི་གཉིས་པ་དེ་ག་རེ་བྱས་ན། སུ་བོད་ཀྱི་བཅུད་བྱེད་རོགས། ཨོ་ཁྲག་དེ་འགྲོ་དུས་ག་ལ་ཁྲག་ཡག་པོ་འགྲོ་ཡོད་ན་སུ་བོད་བཅུད་དེ་ནི་དེ་གའི་ལས་ཐུག་ཡོད་རེད་ཀླད་པ་དང། སྙིང་དང། གློ་བ་དང་མཆིན་པ་དང། ཨོ་ད། མཁལ་མ་དེ་དུས་ཚོད་ག་ལ་ལ་ཏག་ཏག་སྐྱེ་ཐུག་ཡོད་རོགས། གཞན་ད་ཆུ་དང་མ་སོང་ན་ག་ལས་དེ་བསྡད་ན། ཨ་ནི། ལས་ཐུག་མ་རོགས། ཆུ་དེ་འགྲོ་ཡོད་ན་ཨ་ནི། ད་ག་རེ་ཡིན་ན་ཁོ་དེ་དེ་དེ་ད་དཔེ་དཔེ་དེ་ཡག་པོ་རང་མི་འདུག་དེ་ཡིན་ན་ད་དེ་ད་ཁོ་ད་ཁྲག་གི་ཁུར་ཁྱུ་དེ་ཡག་པོ་ཡོད་ན་ཨ་ནི་འཚོ་རླུང་དེ་ཨ་ནི་ཀླད་པ་དང་ཨ་ནི་ད་དོན་ནི་ང་སེ་ཞི་ཏོ་བ་འོ་དུ་ཚོ་ནང་ལ་ཡ་ཨ་ནི་ཡག་པོ་བྱེད་པ་འགྲོ་ཐུ་བ་དང་སྐྱེས་པ་དང་ཨ་ནི་ད་ག་ནས་ཤིང་གི་དེ་ནི་བཅུད་དེ་གཟུགས་པོའི་བཅུད་དེ་ཨ་ནི་ཡི་གེ་ནང་ཀླད་དུ་རེད། གཞན་གཟུགས་པོའི་བཅུད་འདང་གི་ཡོད་མ་རེད་བ།

དེ་ནི་ད་གནད་འགག་གཅིག་འདི་ག་རེད་ཟེར་ན། ད་དེ། ཁྱོད་རང་ཟེར་ན་སྤིན་རྒྱག་དེ་ལེན་དེ་ཡོད་ན། སྙོམས་འདོགས་མ་བསྲིངས་བར་དུ་ངས་དེ་སྐད་ཅིག་ཅིག་བཤད། མ་བཤད་ན་དེ་བདེ་བོ་མི་འདུག། ཁ་ཟུར་ཅིག་ལྷག་འགྲོ་གི་རེད་བ། ད་མི་ཁའི་དང་ཟུག་ང་ཚོ་ཕོ་ཐག་གི་འབྲས་བུ་ཡོད་རེད་བ། འོ་འབྲས་བུ་དེ་ལ་དེ་ཅི་དུ་བ། བྲོ་བ་ཟེགས་རེད་བ་པགས་པ་ཞིག་དུ་བ། ཐུམ་འདུག་ཅི་དུ་བ། འོ་དེ་ལ་ཡང། ཨེ་ཅི་གི་ཅི་མ་ཟེར stress ཞེས་བརྗོད་བར་ད། དེ་ལ་ཅིག། ཁོ་ཚོ་ཏྲག་ཅིག།

འབྲས་བུ་གི་དག་པ་པགས་པ་བྱེ་བ་རོ། འདི་ལ་བྲོ་བ་ཟེར་རོ། བྲོ་བ། བྲོ་བ་ཟེར་གི་རེད། ཕལ་ཆེར་བྲོ་བ་དེ་རེད། བྲོ་བ་ཟེར་རོ། བྲོ་བ་དེ་ད་ང་ཚོ་མ་ཚོ་ནི་ཐང་གུག་དང་མ་ཚོ་ཐང་གུག་འདྲ་བོ་ཞིག་དུ་བ། ཨོ་ཨོ་ཐང་གུག་དེ་ཡག་པོ་ཕུག་བོ་ད། དུ་བྱས་ནས། ཨོ་དུ་བྱས་ནས་ཡག་པོ་ཕུག་བོ་རེད། ཨོ་བྱས་སྣུམ་བྱོས་ནས་ཡག་པོ་ཕུག་བོ་དང་ཕུག་བོ་དང། ཕུག་བོ་ཡག་པོ་དང་དེ་པས་སེ་སང་ལ་ཆགས་གི་རེད་ད་དེ་ཞོ་ཕན་པོ་ཡོད་རེད་ད། ཨ་ནི་བུད་མེད་ལ་ད་ག་ཡིན་གྱི་རེད་དྲན་འདུག་ངས་བུད་མེད་ལ་ད་ཅིག། ཚེར་མའི་གིས། གཡས་གཡོན་གཡོན་གཡོན་ཡོ་རོ་བ་གཡོན་དུ་བྱས། ཧོ་ཕུ་གུ་ཡིན་ན་དེ་གི་ཡང་རླུང་ལ་ཞུ་ཕན་གོས་ཚར་རེད། ང་རང་དེ་ལྟ་དེ། བྲོ་བ་དེ་ཡག་པོ་ཕུ་ཕུ་བཏང་དུས་སྒང་ལ་པགས་པ་དེ་ཐུག་ཕུ་ཕུ་ཡག་པོ་བཏང་དུས་རླུང་ལ་ཞུ་ཕན་གི་འདུག། ཞུ་ཕན་པོ་འདུག་ད་དེ་གནད་འགག་རེད་ད། ཉམས་མྱོང། ཉམས་མྱོང་རྒས་པའི་འབེལ་གཏམ་རེད་ད་དེ། ཧོ། ཨོ་དེ་རེད་དེ་ཡག་པོ་ཞུ་ཕན་གི་འདུག། ད་མི་ག་ཡིན་ན་དྲིལ་བུ་དེ་བཙིར་ཡོང་ད། ཨོ་དྲིལ་བུ་མ་བཙིར་བའི་ཐོག་ནས་ཨོ་དེ་འདྲ་བྱེད་གི་ཡིན་ན་དཔེ་མི་སེར་ཕན་པོ་ཡོང་རེད། དེ་ནི་གར་དོ།

བདུན་བརྒྱ་ཟིག་ཡོད། ད་གྲོགས་ཁོག་ལ་དེ་གྲོགས་ཁོག་ལ་བྱས་ཏེ་རེད་ད། ཨེ་གྲོགས་ཁོག་ལ་ཕུལ་བ་དེ་ངས་སྙེ་མ་ནས་སྙེ་མ་ནས་ངས་རྣམ་པ་ཚོ་ལ་ཞུས་སོང་ཨ། ད་དེ་མན་ངག་དེ་དངོས་གནས་དྲ་གནས་ཀྱི་འཕང་ཡག་རེད་འཕང་ཡག། ཨོ་ད་དེ་སུ་ཆེད་དུ་མན་ངག་དེ་ཡོག་མ་རྟ་ད་ད་ད། ཨོ་དེ་རེད། དེ་སྙེ་མ་ངས་མང་པོ་ཞུས་ཚར་སོང་ཨ། ད་དེ་དངོས་གནས་དྲ་གནས་སོགས་སྐྱབས་ཡོག་རེད་ད།

ལུས་བྱིངས་ལ་ནི་སྐུ་ཉིད་ཆེས་ཁ་ཚ་གར་འཇིགས་མ་དང་མིག་དང་ལམ་ཕྱོགས་དང་སེར་དང་ཀ་ཀ་ཀ་ལ། ཨེ་ནི་ལྟོ་བ་དེ་དེ་ལྟོ་བ་དེ་ཕུལ་ན་དེ་ཡག་པོ་ཞེ་དྲག་ཡོད་རེད། ལྟོ་བ་དེ་གའི་སྔུན་ནོར་དྲ་ནས་གྲང་བ་ཅི་ལ་ཕན་གི་རེད་ད། ད་ལྟའི་ངའི་སྔས་མག་དེ་སྔས་མག་ན་བཟའ་དང་པོ་དེ་ངའི་སྔས་མག་ད་མང་པོ་ཞུས་ཚར་རེད་དེ་ལྟོ་བ་ལ་ཕུལ་ཡག་དེ། གཡས་སྐོར་བརྒྱབ་ནས་ཡོད་པ་ངས་ད་དེ

ཕོ་བ་ཡག་པོ་མེད་ན་ཟས་འཇུག་མ་རོགས་ཟས་མ་འཇུ་ན་ནི་བཅུད། བཅུད་དེ་ཡོང་གི་མ་རེད། བཅུད་དེ་ནི་གཟུགས་པོ་ནང་གཏང་ཐུབ་གི་མ་རེད། ཨོ་དེ་ནི་ན་ཚ་ན་ཡོང་གི་རེད། ཁ་ལག་ག་ཚོད་ཟ་ན་ཡང་དེ་ནི་གཟུགས་པོ་སྐྱོ་པོ་ཆགས་ན་ཞིག་ཐོག་ད་དེ་ལ་བཅུད་ཕོ་བ་ཡག་པོ་མེད་རྟགས་རེད་བ། ཕོ་བ་བརྒྱ་ཆ་བརྒྱ་ཡག་པོ་ཆགས་ཀྱི་རེད་ད་དེ་ངས་ཁས་ལེན་ཐུབ་ངེས། ཨ་བ་ད་དེ་རེད། དེའི་ད་ཕོ་བ་ཡག་པོ་གདངས་དེ་རེད། གཅིག་གཉིས་གསུམ་བཞི་ལྔ་གྱོང་པོ་ཆུ་བོ་ལྔ་ཆིག་ཕྱེད་དྲུག་བདུན་བརྒྱད་དགུ་བཅུ་བཅུ་གཅིག་བཅུ་གཉིས་གཡས་སྐོར་བརྒྱ། ཨོ་དེ་འདྲ་བྱས་ནས་ནི་བརྒྱ་བྱས་ན་བདུན་བརྒྱ་ཞིག་རེད་ཞོགས་ཀའི་བདུན་བརྒྱ་གོང་ད་བདུན་བརྒྱ། དེ་ཚོ་ཕོ་བ་དཔེ་མི་སྲེག་པ་དུ་བ་ནི་གྲོགས་པོ་བོད་ཡག་དེ་ཡིན་གོ་མ་རེད། གྲོགས་པོ་བོད་ཡག་མེད་དེ་དེ་ཡས་གཅིག་རེད་ད།

དཔེ་མི་ཤེས་པར་གྲགས་སོང། འོ་ད་དེར་གྲགས་ནས་ང་ལ་དེབ་དེ་ནས་ཉིན་ཞིག་བརྙན་པ་དེ་འདྲ་དེབ་ཁ་ཤས་ཤིག་བརྙན་པར་བསྐུར་སོང་ད་ངས་དགོ་བ་མ་རེད་ལ་ཡིན་ཏེ་ཁྱོད་ནི་མོ་ཁོ་ལ་ནི་འུ་ཚོ་རྒྱ་ནི་ས་དར་རམ་ས་ལ་ནི་དེབ་དེ་འདྲ་གཉིས་སོང་ཆ་ང་ལ་ཡར་བརྙན་པར་བཏང་ཞག་སྙིང་རྗེ། འོ་དེ་འདྲ་ཡིན་ཟེར་དེ་དཔེ་མི་ཤེས་རྒྱ་ཞིག་རྒྱ་གྲོག་གོག་བོད་ཡག་དེ་དེ་ཚོ་ལ་དཔེ་མི་ཤེས་ཕན་གི་རེད་ཕན་ནི། གྲོག་གོག་གི་ད་ཕོ་བ་ཕོ་བའི་མེ་དྲོད་ཞུགས་སོང་གི་རེད་ད་དེ་གི་འོ་ད་དེ་རེད་ཕན་ནི་དེ་ནི་ག་རེ།

ཨོ་རེད་འདི་གང་ཚིལ། ཚིལ་བསྒྲིལ་བ་ཟེར་གྱི་འདུག་བ། ཨོ་ད་དེ་དེ་གི་གཟུགས་པོ་སྐམ་པོ་ཆགས་ཀྱི་ཡོད་རེད་ད། ཚིལ་ལུག་ཚིལ་ལུག་ཉུང་རེད་འདུག་བ། ཨོ་ཚིལ་ལུག་ཉུང་ཉུང་ཆགས་ཀྱི་ཡོད་རེད། ཨོ་དེ་དཔེ་ཆ་ནང་ད་ལྟ་དེ་ནང་ཡོད་རེད། ཨོ་དེ་ངས་ཞིག་ཡང་ཅིག་ཅིག་མཆན་འབེབས་ཞུ་བ།

གསུམ་པོ་དེ་ལྕང་སྡོང་ནང་བཞིན་སྡོང་མོ་ནང་བཞིན་མ་ཡིན་པ་ཆེ། དེའི་དུ་བ་ཁ་ཤས་བརྟོལ་དེ་ཡང་ཆུན་པོ་ཆེ་ཨེ་ནུ་སྨད་དེ་ཁྲ་བོ་ཆེ་འོ་དེ་འདྲས་བྱས་ནས་ད་གང་ཆེ་གོ་ནི་སྐབས་ཕྱེས་སུ་དུ་ཁ་ཁ་ཕྱེས་ཐུབ། གསུམ་པོ་ཁ་ཁ་ཕྱེས་ནས་དེ་ང་ཚོ་གསུམ་པོ་ཁ་ཤས་དུ་བ་ཕས་རྒྱག་པ་ཞུ་བྱས་ནས་གསུམ་པོ་པས་མགོ་ནས་མགོ་ནས་ཞུགས་པ་དེ་གཅིག་པ་འདྲ་བོ་ཞིག་དུ་བ་དེ་འདྲས་མ་ཡིན་པར་ཁ་ཁ་ཕྱེས་པ། སྐབས་ཕྱེས་སུ་ཁ་ཁ་ཕྱེས་པ་སྐད་ཆ་རེད། འོ་དེ་རེད། ད་དེ་ནས་ད་དེ་ཞིག་དུ་བ་དེ་ཞིག་བཤད་ན་འགྲིག་འདུག། བད་ཀན་སྐྱེད་དང་མ་ཞུ་དང་བཀྲུ་སྨན་སོགས་བཏང། བསྐུ་ཆུ་སྤང་ཟེར་དུ་བ་ད་དེ་ཡང་བད་ཀན་ཤུགས་ཆུང་པོ་ཞུ་ན་དེ་ཡང་ན་ཡང་དེ་འདྲའི་མ་བྱེད་དེ་འདྲའི་གསུངས་འདུག་བ་ཨ་ལས་གནས་སྐབས་མ་བྱེད་ཟེར་བ་ཨ་ནི་བད་ཀན་ཤུགས་ཆུང་པོ་ཞུ་ན་དེ་འདྲའི་ཡང་དེ་བྱས་ན་གནོད་གི་མེད་གནོད་གི་ཡོད་མེད་འགྲོ། དེ་ནས་མ་ཞུས་ཟེར་ན་ཁ་ལག་དེ་གྲོགས་པོ་སྟོང་པ་ལ་བྱེད་དགོས་ད། བྱས་ཙང་ཁ་ལག་ཞུས་ཚར་ནས། ཁ་ལག་ཞུས་ཚར་ནས་ནི་དེ། གྲོགས་པོ་སྟོང་པ་ལ་ཞོགས་ཀྱི་ཞོགས་ཀྱི་འདུག་གོ་ན་གྲོགས་པོ་སྟོང་པ་གང་ལ་བྱེད་དགོས་ལ་མ་གྲོགས་པོ་བརྒྱ་དེ་བས་གང་ལ་བྱེད་ནི་བྱེད་ཉན་མ་རེད་དེ་འདྲ་བ་མ་ཞུས་ཟེར་དེ་རེད་བ། བཀྲུ་སྨན་ཟེར་དེ་ད། བཀྲུ་སྨན་དང་ནི་སྐྱུག་སྨན་ཟེར་དེ་འདི་ཡང་སྨན་དེ་ནི་ཟ་ཡ་ཡོད་ས་རེད་བ། འོ་དེ་འདྲའི་ག་ལ་མ་བྱས། དེ་གཅིག་རེད་བ། ད་དེའི་འོག་དེ་ལ་ཡང། ད་དེ་ཚོའི་ཇུས་གཏོགས་ཏེ་ཤུགས་ཆེར་བྱེད་དགོས་པ་ཟེར་བ། ཕུར་བུ་བཏང་རྗེས་ཤུགས་ཆེར་བྱས་ན་ཨ་ནི་ཕན་ཕན་ཐོགས་ཆེ་ཟེར་བ། ཡིན་ན་ཡང་ཨེ་ནི་དེ་འདུག་ཨ། རྩ་བ་ལས་ནས་འབྱུང་བར་འགྱུར། རླུང་མཁྲིས། རླུང་མཁྲིས་ནད་ཅན་བྱིས་པ་དང་རྒས་ཤིང་ཁོག་པའི་དལ་སྤང་ཆགས་ཟེར་ཞིག་དོགས། ད་དེ་ག་རེ་ཟེར་བ་ཟེར་ན། ཨ་རླུང་ཞུགས་ཕག་དེ་འགས་དང་མཁྲིས་པ་ནག་དེ་འགས་དང་དེ་འདྲས་ཡིན་ན་ཡང་ཤུགས་ཆུང་པོ་ཞིག་རག་མ་བྱེད་ག་ལས་བྱས། ཤུགས་ཆུང་པོ་ཞིག་རག་མ་བྱས། ཨུའུ། ཨེ་ནི་བྱས་པ་སྤོ་གི་ཆོས་འབྱུང་ལ་དཔལ་ཤུགས་ཆེན་པོ་དེ་འདྲས་དེ། མ་གཟའ། དང་དེ་འདྲས་ཀུན་ཉོན་ཤུགས་ཆེན་པོ་ཤར་སྤོ་གི་སྙིང་རྗེ་ནག་ཡོར་བ། ཨོའོ། ཨེ་ནི་རྒས་འགོ་ལོ་བདུན་ཅུ་ཡ་གའི་ཚ་ངན་དེ་ཚོ་ལ་ཨེ་ནི་ཤུགས་ཆེན་པོ་ཞུ་དང་མ་བྱས། བཙོ་བ་ཤུགས་ཆེན་པོ་བྱས་ནས་མ་བྱས། དེ་རེད་ད་ཐང་ཐ་མ་དེ་འདི་རེད། ཞེས་རླུང་ལ་ཕན་གི་རེད་གང་ལ་ཡལ་གའི་རླུང་ལ་ཕན་གི་རེད་གསུངས་འདུག་བ། རླུང་ལ་ཕན་གི་རེད། གསུང་གི་གསུང་གི་རླུང་འཇོམས་གསུང་གི་གསུང་གི་ཡང། རླུང་གི་གནས་པ་ལ། བླུགས་ནས་བྱས་ལ། མ་བྱས་ཟེར་ན་ནི་དགའ་འདུན་ཆགས་སོང་ང། ཨོ་ད་དེའི་དགོངས་པ་དེ་དེ་འདྲས་རེད། ཁེངས་སོང་ང། ཨོ་དེ་འདྲས་རེད་ད། ཧུམ། ཨོ་དེ་འདྲས་ཤེས་ན་ད། ཨོ་དེ་ད་ག་ཇེ། ད་ངས་ཞུ་ཡག་དེ་རྡོག་རྡོག་རེད་དེ་འདྲས་བྱས་ཡིན། ད་དེ་མ་གཏོགས་ད་དེ་རིང་དམིགས་བསལ་མི་འདུག་ཨེ་ནི། ད་དེ་ངས་ད་ལྟ་འདི།